གྲགས་པ་རྒྱལ་མཚན་མཚན་ཅན་མང་པོ་གཅིག་བྱུང་རེ་བ་ས་ཆེན་གྲགས་པ་རྒྱལ་མཚན་འདྲ་བ་ཡིན་ན་ནི་ས་སྐྱ་གོང་མ་ནང་བའི་ཡ་གྱོད་དུ་གྱུར་པ་ཁོང་ས་སྐྱའི་གདོང་གི་གནས་གཞི་དང་འཁོར་ལོ་དེ་འདྲའི་རྒྱལ་སྐྱིད་ཅན་ཅིག་རེད་དེ་རང་དེ་ད་ལྟ་དེ་རང་དེ་ཨ་ཡིན་ན་བསམ་བསམ་བྱོས་རེད་ད་དེ་མིན་གྱི་གྲགས་པ་རྒྱལ་མཚན་ག་འདྲས་ཅིག་ཡོད་ན་འོ་དེ་ཡང་ཅིག་ངོས་བཟུང་དུ་བས་ད་གལ་ཆེན་པོ་རེད་ད་བ་དེ་ཡང་མངའ་རིས་ཀྱི་ལོ་ཆུང་གྲང་འཁྱོར་ཤེས་རབ་ཟེར་ཡ་ཅིག་བྱུང་རེ་བ། དེ་ཁོང་ཡང་བདེ་མཆོག་གི་རྣལ་འབྱོར་པ་ཆེན་པོ་ཡིན་དེང་གི་ལ་སྟོད་རྒྱལ་གྱི་ཤེས་རིག་གི་འདབས་རུ་དགོན་པ་ཁང་དམར་ཟེར་ས་དེ་ན་ལ་དེ་ནས་ཀུན་ལུས་མ་ཕམ་ཁ་ཆུ་བཞེས་སོང་རེས་ན་བཟའ་དང་དེ་ནས་རྟེན་རྣམས་ཞོགས་པ་རེས་དེ་དེ་སློབ་མ་དེ་ཚོ་ཧ་ཐུག་བསྐྱབས་སོང་རེས་ཟེར་ཅིག་ཡོང་གི་འདུག་བ་དེ་ལ་གསུངས་པ་ཡིན་ནམ་བསམ་བསམ་ཅིག་འདུག་ཡིན་ན་ཡིན་མིན་ན་ཡང་དེ་གི་རྣམ་ཐར། ས་ཆ་ཨ་མི་ཞབས་ཀྱི་བདེ་མཆོག་ཆོས་འབྱུང་གི་ནང་ལོགས་ལ་ཨེ་ནས་འཇའ་ལུས་ལ་ཕེབས་སོང་རེས་ཟེར་གོ་རེ་ལ་ལས་ཀྱི་ཉེ་གནས་ཀྱི་དཔེ་སྐུ་གདུང་ཤུལ་མིག་འདྲ་བ་ཞིག་བཀྲོངས་ནས་པ་སྐུ་གདུང་ཤུལ་མིག་སུས་བཞག་རེས་ད་བླ་མ་ཕེབས་སོང་རེས་དེ་འདྲ་ཟེར་སྲོལ་ཡོད་རེད་ཟེར་ཅིག་སོང་བཞག་འགྲོ་ཐེ་ཚོམ་བཀོད་བཞག་ཡོད་རེད་ད་གང་ལྟར་ཀྱང་དེ་ནི་རྗེ་བཙུན་རིན་པོ་ཆེ་དེ་གང་ན་ཕེབས་ཀྱང་གང་ན་བཞུགས་ཀྱང་པའི་རྗེས་ཤུལ་གཙང་མ་གཙང་ཆང་ཆེ་ད་དེ་འདྲས་ཀྱི་རྣམ་ཐར་ཅིག་ཆགས་བསྡད་ཡོད་རེད་དེ་རྣམ་ཐར་གྱི་རྩ་ཐོང་འདྲ་བ་དེ་ཁོ་རང་རྗེ་བཙུན་རིན་པོ་ཆེ་བྲག་དཀར་སྤོ་ཏོ་ལ་བཞུགས་པའི་སྐབས་སུ་ད་བྲག་དཀར་རྟ་སོ་ར་བ་བྲག་དཀར་རྟ་སོ་གི་གོང་གི་དེ་ལ་བྲག་དཀར་སྤོ་ཏོ་ཞེས་རོ་བ་ཡོད་དེ་ལ་བྲག་དཀར་རྟ་སོ། ནོ། དེ་པོ་དོར་ཞོག་གི་སྐབས་ཀྱི་རྣམ་དེ་བསམ་པ་རྫོགས་པའི་མགུར་ཅིག་ཡོད་རེད་བ་དེ་ང་སྐྱིད་པ་གཉན་གྱིས་མ་དོར་གྱི་བདུག་པར་དགྲ་ཡིས་མ་ཚོར་བ་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན་སྒེར་པ་གྲོགས་ཀྱིས་མ་དོར་གྱི་ན་བ་སེམས་ངོས་མ་ཚོར་ན་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན་ཤི་བ་མི་ཡིས་མ་ཚོར་ཞིང་རོ་རུས་ཤ་ཡིས་མ་གཏོང་བ་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཤ་རུས་སྦྲང་མས་འཇིགས་པ་དང་རྩ་རྒྱུས་འབུ་ཡིས་ཟ་བ་རེ་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན་སྒོ་ན་མི་ཞིག་རྨས་པ་དང་ནང་ན་ཁྲེལ་ཞིག་རྨས་པ་རུ་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན་རོགས་ལ་འཁོར་མོས་རྨས་པ་དང་ཤ་ན་ངུ་རེ་དྲུག་འདི་རུ་ཤེས་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། གར་སོང་འབྲལ་མེད་སྨྲས་པ་དང་འདིར་སོང་གཏད་སོ་སྨྲས་པ་རེ་ཞུགས་འདི་རུ་ཕྱི་ནས་ནང་རྣལ་འབྱོར་བསམ་པ་རྫོགས་པ་ཡིས་མི་མེད་ལུང་པའི་བྲག་ཕུག་ལ་སྤྲང་པོ་བྱེ་བའི་རྨ་ལུང་དུ་འགྲོ་བས་མཐོང་དུས་འཐད་པར་ཞོག་ཐེབས་ནས་བསམ་པ་རྫོགས་པ་ཡིན་གསུངས་ནས་ཨོ་རྒྱན་དཔལ་ཐང་མགོན་ཁྱི་དང་མཛེས་སེ་ལ་གསུངས་པ་རེ་ཟུང་ཡོད་པ་ད་ལྟའི་དངོས་གནས་ཀྱི་སྐུ་ཚེའི་ནང་ལོགས་ལ་ལག་ལེན་དོན་འཁྱོལ་མཛད་སོང་བ་ད་དེ་འདྲས་བྱས་པས་དེ་དུས་ཁོང་གི་རྗེས་ཤུལ་གཙང་མ་གཙང་ཤང་གཅིག་ཆགས་འདི་ཡོད་རེད་ད་ཁོང་སྐུ་ཚེ་ཧྲིལ་པོ་ཨིན་ཕའི་གནས་ནས་པེ་རི་ནས་རི་ལ་འཕོས་སོང་བ་རྐྱང་རོ་རིའི་བུ་བྱེ་ཟེར་ཡང་རྣམ་ཐར་དང་རིའི་བུ་བྱེ་བ་དེ་འདྲས་ཀྱི་རྣམ་ཐར་དྲི་མ་མེད་པ་རྐྱང་གསུངས་པ་དེ་ནི་དེ་ཡང་གནས་གཞི་གཅིག་ལ་དག་གསུངས་མ་བྱས་པ། ཞེས་གཅིག་ལ་མ་ཞོག་པར་ད་དེ་ལུང་པ་དེ་ན་སྤེལ་ནས་ལུང་པ་དེ་གི་མིག་གི་དེད་པ་འདྲ་ལྟོགས་ལྟོགས་བྱེད་ཡོང་དང་ཡང་གོང་གི་ད་ཡང་པི་ལུང་པ་གཞན་གཅིག་ལ་ཕེབས་འགྲོ་དེ་ནས་ས་ཆ་འདྲ་བ་ཡིན་ན་གཅིག་ཕུག་པ་དང་དེ་འདྲས་ག་བ་ཡིན་ན་དེ་འདྲས་བཞུགས་ར་མ་གཏོགས་ས་སྐྱིད་ལོ་ལམ་དེད་ལོ་འབྲོག་དེད་ལོ་ཡུལ་ལྗོངས་སྐྱིད་ལོ་དང་དེ་འདྲས་ཁྱོན་ནས་མེད་པ་ག་བ་ཡིན་ན་བྱུང་ན་ད་ནང་ལ་སྒོམ་བསྡད་པ་འོ་དེ་ནས་གངས་རི་ཁྲོ་འདི་ལ་སྒོམ་ཆེན་གི་ད་རི་ཁྲོད་ངེས་པ་མེད་པ་ལ་བཞུགས་དགོས་གི་ད་ལམ་སྲོལ་ཡང་དག་པ་ཟེར་ན་རེ་སྔ་ན་མེད་པ་ཅིག་ད་ཁོང་གི་སྲོལ་ཐོས་འདྲ་བོ་གནང་ཡོང་རོགས་དེ་ཡིན་དུས་འབྲོང་ཁོང་བཀའ་བརྒྱུད་རིན་པོ་ཆེན་ཆེ་བ་བརྗོད་ཡོད་དོ་བཀའ་བརྒྱུད་ཀྱི་ཆེ་བ་བརྗོད་ཡོང་པའི་སྐབས་ལ་དེ་ད་དེ་འདྲས་ཡོང་རོགས་བརྒྱུད་བདག་ཉིད་ལས་ནས་ལུང་དྲངས་ཡོང།

ཆད་ཡིན་པ་ན་མས་བརྟན་གསང་བ་ལུས་ནས་དེ་ཁོ་ན་ཉིད་ལ་དམིགས་པ་གར་ཏེ་ལ་དེ་ནས་སྤང་ལ་བེ་རུ་སྣང་ཞིག་རྡོས་ཚོགས་པ། ཧོ། བླ་མའི་ཞལ་ལ་སྙིང་ལ་ཁུག་ནས་དེ་ནས་སྲིད་པའི་ར་བ་དུམ་བུར་རྡོབ་འགྲོ་བ་བདེ་བ་ཆེན་པོའི་ལམ་གྱི་ཚེ་གཅིག་ལུས་གཅིག་ལ་རྡོ་རྗེ་འཆང་གི་གོ་འཕང་མངོན་དུ་ཤེས་པ་དེ། ཧོ། དེ་འདྲའི་བཀའ་བརྒྱུད་ཀྱི་ཆད་ཆོས་གསུངས་ཀྱང་ད་བཀའ་བརྒྱུད་ཀྱི་ཆད་བ་འདྲ་བོ་གྱུར་ཏེ་དེ། ཧོ། དེ་འདྲའི་རིགས་ད་དེ་ཡིན་དུས་རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་གྱི་སྡོམ་ཚིག་ཆགས་འདི་བར་ད་དེ་རྗེ་བཙུན་རིན་པོ་ཆེན་འདི་ན་ཞིག་ལག་ལེན་གནང་སོང་རེད་ཧོ། དེ་ནས་འཚོ་བ་སྟབས་བདེ་བོ་ཅིག་གི་སྒོ་ནས་དེ་ནས་ཏིང་ངེ་འཛིན་ལ་གཞོལ་སོང་རེད་ཟེར་དེ་འདྲ་ཡོང་གི་འདུག་ད་དེ་འདྲའི་བཀའ་བརྒྱུད་ཀྱི་ཆད་བ་དེ་བརྗོད་ཡོང་དུས་ཡ་བཀའ་བརྒྱུད་ཁ་ཤས་ཀྱི་ཐུགས་ལ་ཕོག་གི།

གི་ཡོད་རེད་མ་གཏོགས་ངས་དེ་འདྲ་བཤད་གི་ཡོད་ཁྱོས་དེ་འདྲ་བྱ་དགོས་རེད་ཟེར་ཡང་དེ་ཞུ་གི་ཡོད་མ་རེད་དེ་སེམས་ཕྱོགས་མ་ལོག་ན་རོགས་ཁ་ཤས་སེམས་ཕྱོགས་ལོག་འགྲོ་གི་འདུག་འདི་འདྲའི་རྣམ་ཐར་གླེང་བ་ཙམ་གྱིས་དེ་ནས་ཀུན་སློང་བཞིན་འགྲོ་གི་འདུག་དེ་ཡིན་ཏེ་གོ་ནོར་ཐེབས་སོང་རེད་ཞུ་ཡ་ཡིན་ད་ཡིན་ནས་འཆར་ཁྱོད་ཡོང་གི་དེ་ནས་ག་ལྟར་གྱི་ཞུ་ལན་གནང་རོགས་གསུངས་བཞག་རེད་སྐད་ཆ་བག་རེ་ཙམ་ཉར་བ་བྱས་ན་ཡང་ན་གཅུན། ཡང་ན་ནོར་སྒྲུབ་འདྲ་དེ་འདྲ་བྱས་ན་དྲག་གི་རེད་ནོར་སྒྲུབ་ལས་སླ་བ་ད་དེ་འདྲ་གང་ཡང་མ་བྱས་པར་ཅི་ཤི་མ་ཤི་མེད་པར་སྒུམ་བསྡད་ན་དགའ་གི་རེད་ཟེར་རྗེ་སྒམ་པོ་པ་ལ་ཞུས་དུས་རྗེ་སྒམ་པོ་པ་གིས་ཨོ་ངའི་བླ་མ་མེད་ལགས་ཀྱི་ཞེད་ངང་ནས་སྐད་ཆ་མི་གནང་ནས་སྤྲང་པོ་ཆགས་འགྲོ་གི་སྤྲང་ངན་ལོངས་སྤྱུག་ཏུ་དགོས་གི་རེད།

རིའི་བུ་བྱས་ནས་ན་བུན་གྱིས་གོས་ཀྱང་འཚོ་བ་ཟད་དཀའ་སྟོབས་ཆེ་སྟེ་རྩེ་གཅིག་ཏུ་བསྒོམས་པས་ཚེ་གཅིག་ལུས་གཅིག་ལ་བཟུང་སྟེ་རྡོ་རྗེ་འཆང་གི་གོ་འཕང་བརྙེས་ནས་སྒྲུབ་བརྒྱུད་བསྟན་འཕེལ་རྒྱལ་མཚན་དེ་བཙུགས་པ་རེད་ད་རྒྱལ་བ་ག་ནས་རེ་རྒྱལ་བ་རེད་ཟེར་ན་ཆུ་སྐྱེས་ལས་རྒྱལ་སོང་བ་ར་བ་ཨོ་དེ་གི་དཔང་རྟགས་འདྲ་བོ་དེ་བཙུགས་པ་རེད་ཆུ་སྐྱེས་ལས་རྒྱལ་ན་དེ་འདྲས་ཅིག་བྱེད་དགོས་བ་དེ་བྱས་ན་གྲུབ་འབྲས་དེ་འདྲས་ཐོབ་རྒྱུ་ཡོད་པ་དེ་མཚོན་པ་ལ་རྒྱལ་མཚན་གྱུར་ར་བ། དེ་ནས་གོང་རིམ་གྱི་སློབ་མ་ལ་ཡང་དེ་བཞིན་བསླབ་དགོས་བའི་རང་ཚུགས་འདྲ་བོ་ལྡན་རེད་དེ་འདུལ་བྱེད་ཚུལ་རིན་པོ་ཆེན་གྱི་བསྒོམ་པའི་གི་གནས་དེ་ནས་བཅུ་བཞི།

དེ་རེད། རེ་འཕྲོས་རྐྱང་རྐྱང་ལ་ཞུགས་བསྡད་དུས་དེ་ནི་ནམ་ཚང་འདྲ་བོ་བསྐྱངས་བསྡད་དུས་དེ་ནི་རྗེ་སྒམ་པོ་པའི་ཚོགས་ཆུང་ཆེན་མོའི་ནང་ལ་ཡོད་རེད་དེ་ནས་བདེ་བར་གཤེགས་པ་རིན་པོ་ཆེ་རྗེ་སྒམ་པོ་པ་གིས་དེ་ནི་བླ་མ་མི་ལ་རེ་བ་རེ་ཞུས་པ་རེད་ཟེར་བླ་མ་གཅིག་འདི་ལྟར་རེ་བཏགས་ཏེ་རུ་ལ་ཞུགས་བསྡད་དེ་ཅི་རེད། སྒོམ་ཆེན་ཆེན་པོ་རེ་དོགས་པ་ནི་མངོན་དུ་གྱུར་པ་རེ་གྲོལ་བ་ནི་ཐུབ་ཚང་རེ་སངས་རྒྱས་སེང་རེ་དང་རེ་ལ་མ་ཞུགས་ན་འགྲིག་གི་རེད་བསྡད་དེ་ཁྱེད་རང་འདི་འདྲ་ཞུགས་པ་ཡ་ཅི་རེད་འདྲ་བོ་ཞུས་ཡོང་དུས་དེ་ནི་རྗེ་བཙུན་མི་ལའི་ཞལ་ནས་ང་ཨིན་པ་ལ་བསྡད་པ་དང་ཚོང་འདུས་ལ་བསྡད་པ་ཁྱེད་ཡོད་མ།

མར་པའི་སློབ་མ་ཐམས་ཅད་མ་རུང་བར་སྟོང་ཆགས་སོང་རེད་རྩོད་པ་དང་བྲལ་སོང་རེད་འདི་རེད་མ་རེད་འདྲ་བོ་ལབ་ས་རྐང་གཅིག་མེད་པ་བས་ཐམས་ཅད་ཁས་མ་ལེན་དགོས་གཏན་མིན་འདྲ་བོ་ཆགས་པ་རེད་དེ་འདི་སྒྲུབ་བྱུས་ཀྱི་བསྟན་པ་བཙུགས་པ་རེད་འོ་དེ་མར་པའི་བཤད་སྒྲུབ་གཉིས་ཀྱི་ནང་ལ་སྒྲུབ་བྱུས་འདི་དེ་རྗེ་བཙུན་རིན་པོ་ཆེན་ཆགས་པ་རེད་བ་འོ་དེ་འདྲས་ཀྱི་ཁོང་གི་མི་ཚེ་ཁོ་རང་ལག་ལེན་རྐྱང་ཆགས་པ་ཤེས་ནས་བཤད་ཞེས་བ་མ་ཡིན་པར་དངོས་སུ་གི་ལག་ལེན་རང་ལ་བ་སྐྱེས་ནས་རི་ཁྲོད་ལ་བཞུགས་བསྡད་དུས

ཨོ། དེ་འདྲའི་བཟང་ང་ད་མངོན་སུམ་ལམ་ཕྱིས་ཟེར་བ་རེད་དེ་འདྲས་ཆགས་སོང་རེད་དེ་ཡིན་ན་ཡང་ད་དེ་ཁོང་གི་ཉམས་ལེན་གནང་སྟངས་དེ་ཁྱད་པར་འཕགས་པ་ཆགས་སོང་དེང་དུས་བོད་དུས་སྐབས་དེ་དང་དེའི་རྗེས་ཀྱི་བོད་ཀྱི་སྔགས་པ་ཡིན་ཟེར་མཁན་དེ་ཚོ་མེད་མུག་གི་དེ་འདྲའི་རིག་མ་ཆེ་སྟེང་གི་གདུང་རྒྱུད་དེ་བཅས་པ་རིམ་པས་འཁོར་དུ་བཅས་པ་དེ་འདྲས་ཆགས་སོང་རེད་དེ་ནས་ཁོང་གི་བླ་མར་གྱུར་པ་དེ་ནི་རྩ་བའི་བླ་མ་རྗེ་མར་པ་ལོ་ཙཱའི་ནང་དུ་བླ་མ་དངོས་བྱུང་བར་ཁོང་སྣང་པ་ཡིན་ན་ཡང་ཨོ་དེ་འདྲའི་རིག་མ་དང་བཅས་པ་འཁོར་དང་བཅས་པ་གདུང་རྒྱུད་དེ་བཅས་པ་དེ་འདྲས་རེད་བ་དེ་ནས་རྗེ་མར་པའི་གི་བླ་མ་འབྲོག་མི་ལོ་ཙཱ་བ་ཡབ་སྲས་དེ་མེད་གི་སྔ་འགྱུར་བ་སྟབས་དེ་དུས།

རྗེ་བཙུན་གྱི་གདུང་རྒྱུད་རེད་ཟེར་ཡ་འདྲ་བོ་རྗེ་བཙུན་གྱི་དེ་ཅིག་མི་ཆོས་རེད་ཟེར་ཡ་འདྲ་བོ་དེ་འདྲ་རྩ་བ་ནས་དཔེར་བཞག་མེད་སོང་བ་རེད་འོ་དེ་རྩ་བ་ནས་གདུང་རྒྱུད་ཟེར་དེ་སྤེལ་ཡོད་པ་མ་རེད་དེ་སྤེལ་མེད་དུས་དེ་ནས་ཤེས་ཚིག་གཙང་མའི་གི་རྣམ་ཐར་དངོས་སུ་ཆགས་རེད་ན་གལ་ཏེ་རྗེ་བཙུན་གྱི་དེ་འདྲའི་གདུང་རྒྱུད་ཅིག་སྤེལ་བཞག་པ་ཡིན་ན་དེ་ནས་སྔགས་པ་གཞན་གྱི་གདུང་རྒྱུད་འདི་འདྲ་བ་དེ་གདུང་རབས་ཀྱི་ནང་ལོར་བཟང་པོ་ངན་པོ་འདྲ་མི་འདྲ་ཐོག་ནས་དེ་ནས་ཡོད་ལོ་རྒྱུས་ཐོག་ལ་གདུང་རིགས་དེ་གདུང་རྒྱུད་དེ་འདྲའི་གི་ནང་ལོགས་ལ་རྩོད་པ་དང་རྙོག་ཁྲ་དང་དེ་འདྲ་མང་པོ་ཡོང་འདོད་ཀྱི་འདུག་དེ་འདྲའི་རང་ཅིག་དང་ཡོང་སྲིད་དེ་བ་ཡོང་ངེས་པའི་ཕྱིར་རོ་ད་དེ་འདྲའི་རྩ་བ་ནས་མ་བྱུང་བས་འདི་རྣམ་ཐར་གཙང་མ་ར་ནང་བཞིན་བས་དེ་ནི་རྗེ་བཙུན་རིན་པོ་ཆེན་གྱི་སློབ་མ་དེ་ཚོ་རྣལ་འབྱོར་བའི་ཆེན་པོ། གསང་སྔགས་རྡོ་རྗེ་ཐིག་དགོད་ཀྱི་ཐབས་ལམ་ཉམས་ལེན་བྱེད་མཁན་རས་པ་རྐྱང་རྐྱང་ཆགས་ཏེ་ཡོད་རེད་དེ་ནས་རས་མ་གྲུབ་མདོག་མ་ཆེན་པོ་དེ་ཚོ་ཐམས་ཅད་རྡོ་རྗེ་ཐིག་པའི་ལམ་ནས་ཞོག་གི་རྣལ་འབྱོར་པ་ཟེར་ན་རེད་རྣལ་འབྱོར་མ་ཟེར་ན་རེད་འོ་དེ་སྔགས་རིག་འཛིན་པ་བདེ་མཆོག་གི་རྣལ་འབྱོར་ཆེན་པོ་ཤ་སྟག་རེད་དེ་དེ་ནས་ཐབས་ལམ་གྱི་ཉམས་ལེན་ཤ་སྟག་གནང་དེ་རེད་དེ་གཅིག་ལ་ཡང་གདུང་བཅུད་འདྲ་བོ་དེ་འདྲས་མ་བྱུང་གི་དེ། བཀའ་སློབ་ཚང་མ་གྱི་རྣམ་ཐར་གཙང་མ་གཙང་རྐྱང་དེ་འདྲས་རེད་ཅེས་ཀྱི་ཆགས་བསྡད་ཀྱི་ཡོད་རེད།

གཅིག་གདན་ས་རེད་ཟེར་ཡང་འདྲ་བོ་གདུང་ཕམ་རེད་ཟེར་ཡང་འདྲ་བོ་དེ་ནས་ཇེ་དགའ་སྒོ་མ་རེད་སོང་བ་རེད་དེ་ནས་ཇེ་དགའ་འབབ་འབབ་ད་ག་ནང་བཞིན་གྱི་དེ་ནས་གདན་ས་དང་སྒོ་ཕམ་དང་དེ་འདྲ་མ་བྱེད་དེ་ཇེ་མང་ཡག་པོ་བྱོས་ནས་ཆག་གི་མ་རེད་གསུང་ཡང་དེ་ཡང་དེ་རྗེ་བཙུན་གྱི་རྣམ་ཐར་ལ་བསླབས་སོང་བ་རེད་དེ་ཡིན་དུས་སྟོན་གྲུབ་བསྟན་པའི་གསུང་གྱི་རྒྱལ་བ་རྒོད་ཚང་པའི་རྣམ་ཐར་ནང་ལ་དེ་འདྲ་ཡོད་རེད་བ་ད་ང་ལ་ཞེ་དགུ་ཚེག་གསུམ་ལས་མེད་ཡས་ཁོང་གི་ཞལ་ཆེམས་འདྲ་བོ་ངས་ཞུས་དུས་གདན་ས་མ་ཤེས། བརྟན་མ་ཞིང་སྒོམ་ཆེན་འདོད་པའི་སྲེད་ཆགས་མ་མཆིས་ད་དེ་གསུམ་གལ་ཆེ་བ་ཡིན་ད་ཐམས་ཅད་ཀྱི་འདི་ཡིན་ཅིག་བྱས་དགོས་རེད་ད་གལ་སྲིད་དེ་གསུམ་མ་མཚན་ན་ད་ང་ཚོ་བློ་བདེ་བོ་མེད་མཐའ་དབུས་སུ་ཞུ་དུས་ཁོང་གི་གནས་རི་ཕྲུག་གི་དགོན་པ་ལ་ཚེ་ལོས་དང་འབྲེལ་བ་ཉམས་ལེན་ཆེད་བཟང་ངན་འབྲིང་གསུམ་ཐམས་ཅད་ཡར་སྤྱི་བོ་ལ་བསྐུར་ད་མུ་ཁུག་གི་ཆོས་ཐམས་ཅད་སྤྲོ་བྲལ་ཁོང་དུ་ཞུ་བའི་ཆེད་སྟོང་ཉིད་སྙིང་རྗེ་འབྱོངས་པ་དེ་ཚོ་རྣམས་ཀྱི་དོན་གྱི་གདན་ས་བཟུང་བ་རེད་དོན་གྱི་བརྒྱུད་པ་ཟིན་པ་རེད་དེ་ལྟར་མ་ཡིན་པའི་དེབ་འདི་ནང་ལ་ངའི་གདན་ས་ཡིན་ཟེར་ཞིག། ཞལ་གཅིག་སྤོམ་པོ་བྱེད། དེ་ནས་འཁོར་འབུམ་ཚོ་གཅིག་བསྐྱངས་དེ་ན་ངའི་གདན་ས་དོང་གི་ཟུང་དུ་ཡོད་མ་རེད་ད། དེ་ནས་མོ་གུས་གསོལ་བྱས་པ་དེ་གི་ནང་འདྲེན་ཐུབ་ཀི་རེད་ད་སྒྲུབ་པ་ལ་དེ་ནས་ཤུགས་གཅིག་རྒྱབ་ཐུབ་ན་དེ་ནས་དེ་ཡན་ལ་མེད་པ་ཅིག་ཆགས་ཀི་རེད་དེ་འདུས་སྒྲུབ་པ་བྱེད་དགོས་རེད་ད་སྒྲུབ་པ་བྱེད་མཁན་དེ་ལ་འཁོན་མཁན་མི་མི་གཅིག་མེད་ན་ཡང་སྙིང་ཐག་པ་ཆོད་བྱེད་མཁན་དེ་ལ་མེད་ན་ཡང་འོ་དེ་ནས་དོང་གི་བླ་མའི་གདན་ས་དེ་བཟུང་བསྡད་རེད་ད་དེ་སྒྲུབ་པ་ཉམས་ལེན་མ་བྱས་ཚར་དུས་འདིར་འཁོན་མཁན་མང་པོ་ཅིག་བཞུགས་ན་ཡང་བླ་མའི་གདན་ས་ཟུང་དུ་ཡོད་མ་རེད་འོ་དེ་འདྲ་ཡིན་དུས་དེ་ནས་སྒྲུབ་པ་ཉམས་ལེན་བྱེད་མཁན་ཅིག་ཡོད་ན་དེ་ངའི་དགོངས་པ་རྫོགས་འགྲོ་གི་རེད།

རྗེ་བཙུན་མི་ལའི་རྣམ་ཐར་སྐྱོང་ལ་ཤུལ་དུ་བརྗེད་མེད་པར་གྱིས་ཤིག་གསུངས་བྱུང། ཨོ་ངས་ཀྱང་མེ་ཙེར་དེབ་གསུམ་ལ་འདུན་པ་ཆེ་བས་ཡིན་ད་དེ་སྟོད་དུ་འགྲོ་ཡང་འགྲོ་གི་རེད་འགྲོ་དགོས་ཀྱང་དགོས་ཀྱི་རེད་ཟེར་དེ་འདྲ་གསུངས་ཏེ་ད་ཚང་མ་གིས་རྗེ་བཙུན་གྱི་རྣམ་ཐར་ལ་བལྟས་ནས་དེ་ནས་རྣམ་ཐར་གཙང་མ་ལབ་ཡག་ལ་ཨོ་དེ་འབད་འཚོང་ཨོ་དེ་འདྲས་འདྲ་བོ་གནང་བསྡད་པ་དེ་ལ་ཤུགས་ཆེན་འདྲ་བོ་ཞེ་བོ་ཅིག་ཐེབས་བསྡད་པ་དེ་རེད་ད་དེ་ཡིན་དུས་ང་ཚོ།

འོ་ག་ཚ་འགག་ལ་སློབ་བརྒྱུད་དང་རེ་འཕྲོད། འོ་ད་འདི་འདྲའི་སྒང་ནས་སྐུ་ཚེའི་རྣམ་ཐར་ལ་བསླབས་ནས་འོ་བོད་སྐྱིད་པོ་དམ་པ་མང་པོ་དེ་འདྲ་བྱུང་སོང་རེད་ད་དེ་སྐབས་དེ་དུས་དེ་ནས་ལུང་གི་གཏན་ཚིགས་དང་དགེ་འདུན་པའི་དེབ་མང་པོ་ཅག་གི་ཡང་དེ་བ་ཆེ་ཁ་སྐྱིང་པོ་འདྲ་བོ་དེ་འདྲ་ཆགས་ཡོང་གི་ཡོད་རོ་དེ་དུས་དེ་ནས་ཁོང་རྣམ་པ་གི་ཡང་དེ་ལ་ག་འདྲ་གསུང་གོ་རེ་ཟེར་ན་མདོ་སྡེ་ཁག་གི་ནང་ལོགས་ལ་ལྔ་བརྒྱ་ཕྲག་བཅུ་བཤད་ཤག་རེ་ད་བཤད་ཤག་དུས་དེ་ད་ལྟ་སྒྲུབ་པ་གི་དུས་ཚོད་ཡོད་ཚག་རེད་སྒོམ་པའི་གི་དུས་ཚོད་མ་རེད་སྒྲུབ་པའི་དུས་ཚོད་ཡོད་ཚག་རེད་ཟེར་དེ་ནས་ད་དེང་སང་བཤད་པ་གི་དུས་ཚོད་རེད་ལུང་གི་དུས་ཚོད་རེད་འཆད་ཉན་རང་བྱེད་དེ་ན་དེའི་བསྟན་པ

མི་དམིགས་ཕྱི་མིག་ལུང་སྟོང་གི་ལུས་སོགས་དོར་ནས་བགྲོད་པ། ཡོན་ཏན་མངོན་དུ་གྱུར་པ་དང་རང་གཞན་འབྱེད་པར་ནུས་པ་ཡི། དེ་ནི་ཐུགས་རྗེ་ཆེན་པོའི་འགྲོ་བའི་དོང་དུ་བྱོན་པ་ཡིན། འོ་དེ་ནི་ཟང་ཟིང་གཉིས་པ་བཙལ་བའི་ཡོད་མ་རེད་སྔོན་གྱི་སྒྲུབ་ཐོབ་རྣམས་ཀྱིས་ཀྱང་གཡེང་བས་དུས་ལ་མ་ཤོར་བར་རི་ཁྲོད་དང་ནི་གངས་ཁྲོད་དུ་དཔའ་བོ་མཁའ་འགྲོ་འདུ་བ་ཡི་དུར་ཁྲོད་རྣམས་སུ་བགྲོད་པ་མཛད་སྟོང་ཉིད་སྙིང་རྗེ་མཉམ་འབྲེལ་བའི་རྫུ་འཕྲུལ་ལ་སོགས་མངོན་ཤེས་དང་ཡོན་ཏན་བསམ་གྱིས་མི་ཁྱབ་ཀྱི་ཐ་མའི་ཚུལ་དུ་རྫུས་བསྡུས་ཤིང་ཁོང་རྣམ་པར་རྟོག་པ་ཡང་ཐེག་བརྒྱད་ཀྱི་རེ་སྟེ། རྟོག་པ་ཡོངས་ཐེངས་ཡོད་ཟེར་ན་ཡང་དེ་ངོམ་ངོམ་དེ་ཁྱོད་ནི་ཤི་མེད་རེད་ད་ངོ་མ་གོང་མ་དེ་ཚོ་བེད་བེད་བསྡད་གི་ཡོད་ད་དུས་ཕྱིས་སུ་ཡོངས་ཐེངས་ག་གེ་མེད་ན་ཅིག་ཟེར་གི་ཡོད་མཐོང་གི་ཡོད་རེག་གི་ཡོད་ད་ནི་ནམ་ལས་མཐོང་གི་འདུག་ས་ལ་འཛུལ་གྱི་འདུག་ཅིག་ཅིག་ཡོད་ཚོ་མང་ངེས་ཅིག་གི་ལབ་ནས་ཉེས་པ་མཐོང་གི་འདུག་ཞིང་ཁམས་སྐྱེལ་གི་ཡོད་ཟེར་ནས་དེ་མང་པོ་ཅིག་ལབ་ནས་མགོ་བསྐོར་འགྲོ་གི་ཡོད་རེད་ད་བཀའ་རྒྱུད་གོང་མ་དེ་ནི་ཁོང་རྣམ་པ་ལ་རྫུ་འཕྲུལ་དང་ཡོངས་ཐེངས་ག་ཚད་ཡོད་ན་བས་གསང་བ་འདྲ་བོ་བྱས་ནས་བེད་བསྡད་ནས་འོ་དེ་འདྲས་རེད་དོ་དེ་ཡིན་དུས་དེ་ནི་བཀའ་རྒྱུད་ཀྱི་ད་དེ་ཉམས་ལེན་དེ་ཚོ་ཐུན་མོང་མ་ཡིན་པ་དེ།

གནས་དེ་ཚོར་བལྟས་ན་ཡང་དེ་ནི་དེ་སྣང་ལ་ཡ་ཅིག་འདོན་ཚུལ་འདྲ་བོ་ཞིག་དེ་སར་གྱོན་ནས་མེད་སོང་སྟེ་དེར་བལྟས་ནས་རྙོག་ཁྲ་ག་སྐད་ཅིག་ཆགས་ས་མེད་པ་ད་དེ་འདྲའི་རིགས་སོང་རེད་དེ་ཡིན་དུས་ཀརྨ་པ་བཅུ་པ་མི་ཆུ་དེ་ཆུ་ཡིན་གྱི་དོ་ཅི་ཞེ་ང་ནི་དེ་འདྲ་གསུངས་འདུག་དེ་དང་འབྲོམ་ཐང་སྐུ་མཆེད་གསུམ་ལ་དེ་ནས་ཁྱེད་རྣམས་ཀྱིས་དེ་འབྲོམ་གྱི་གར་སོང་བ་རེད་བསམ་ན་བློ་ཕོག་མདོ་སྡེ་ལས་ཕྱིས་ད་དེ་བདེན་པ་རེད་འདུག་གསུངས་རེད་དམ་པའི་ཆོས་ལས་དེ་མདོ་སྡེ་འདི་ལས་ཟབ་པ་མི་འདུག

བོད་པའི་སློབ་དཔོན་དེ་ཚོ་དངོས་གནས་ཐུགས་ཀྱི་བརྩེ་ཉམས་དེ་འདྲ་བ་བོད་བས་ལས་ཡོང་ས་དཀའ་བོ་རེད། ད་ད་ལྟ་ཨ་ཙ་རེ་ཕེ་བ་འདི་ཚོས་ཀྱང་བོད་པའི་མི་རིགས་ལ་སྐུག་གཏོང་བྱེད་ཀྱི་འདུག་བོད་པར་སྣང་ཆུང་འདྲ་བྱེད་ཀྱི་འདུག་དེ་འདྲས་གསུངས་ཡོད་རེད་དེ་ནས་ཡང་ཁོང་ལ་རྗེ་བཙུན་མི་ལེགས་ཀྱི་རྣམ་ཐར་དེ་ཚོ་ལུང་ཕུལ་དུས་ད་སྐྱེས་བུ་དམ་པའི་རྣམ་ཐར་ལ་ད་ཁྱད་དེ་ཅི་ཡོད་རེད་དེ་ད་རྣམ་ཐར་གྱི་ལུས་དེ་གཞན་དང་མི་འདྲ་བ་རྗེ་བཙུན་མི་ལེགས་རྣམ་ཐར་དེབ་ཆུ་བྱི་ལ་ཀ་བ་ཅེས་པ་སྙིང་རུས་ཀྱི་མཛེས་ལུགས་ད་ཐུགས་དམ་ཉམས་ཟིན་ལ་བསྟན་པ་ཐོབ་ནས་དེ་ནས་གྲུབ་རྟགས་རྫུན་སྒྲུང་གི་བསྟན་ཚུལ་ལ་བསམ་ན་ད་རྗེ་བཙུན་མི་ལེགས་རྣམ་ཐར་དེ་རང་དཔེ་ཁམས་ཆེ་བ་འདུག་སེ་དངོས་གནས་ཕ་བླ།

དེ་གི་ཐོག་ནས་རགས་རིམ་ཙམ་གྱིས་རང་གི་གང་ཤེས་པ་བྱའོ་ད་དེ་འདྲའི་ཅིག་ཞུས་བྱ་བ་ཅིག་རེད།